སློབ་དཔོན་ཀུ་ཤུ་ཏམ་ཤཱི་རི་ཀས་ཅི་ཉན་ཐོས་དེ་ཞིབ་ཆགས་ཡིན་པས་ད་ཉན་ཐོས་ཆགས་ཀྱི་འདུག་དེ་ཡིན་ན་ཁྱེད་རང་ལ་མང་པོ་ཅི་ལྷ་ཞིག་དེ་གོ་ཡོད་མ་རེད། ཁྱེད་རང་ཨེ་འདི། དེ་སྔ། ལྔ་བཅུ་ང་དགུའི་གོང་ལ། ལྷའི་ས་གཙུག་ལག་ཁང་ལ། མཁྱེན་བརྩེ་ཆོས་ཀྱི་བློ་གྲོས་ཀྱིས། གུ་རུ་སྣང་སྲིད་ཟིལ་གནོན་གཅིག། བོད་ཀྱི་བསྟན་བཤིག་གི་དོན་དག་ལ་བཞེངས་ཐུབ་ན་ཡག་པོ་འདུག་ཟེར་ཡ་བྱེད་ཀྱི། བཀའ་མོལ་བྱུང་བ་རེད། དུས་བསྟུད། གུ་རུ་སྣང་སྲིད་ཟིལ་གནོན་ཟེར་ཡ་འདི་གླེང་གཞི་ཅན་རེད། གུ་རུ་ང་འདྲ་མ་བསམ་ཡར་ཡོད་བསྡད་པའི་གུ་རུ་ང་འདྲ་མ་ཟེར་ཡ་འདི་རྩོལ་བ་མེད་པ་རེད་དེ་འདྲ་ཡིན་དུས་གུ་རུ་སྣང་སྲིད་ཟིལ་གནོན་བཞག་ནི་བཞག་པ་ལས་གུ་རུ་ང་འདྲ་མ་བཞག་ན་ཡག་གི་རེད་བྱས་ནས་ཨེ། ཡི་གེ་གཙུག་ལག་ཁང་གི་དཀྱིལ་འཁོར་དུས་ལ་ཡང་གུ་རུ་ང་འདྲ་མ་བཞག་མ་རེད། གུ་རུ་ང་འདྲ་མོ་ཞང་ཚ་བའི་རྗེས་ལ་ཡ། མཁན་ཆེན་ཆོས་ཀྱི་བློ་གྲོས་ལ་ད་གུ་རུ་ང་འདྲ་མོ་ཞང་ཡག་ཐུགས་སི་ཡིན་ཟེར་ནས་གུ་རུ་རྒྱ་གར་མ་ཟེར་ཡ་དེ་ཞང་ཡག་ཐུགས་སི་ཡིན་ཟེར་ཞུ་དུས་ཙང་ནས་མཁན་ཆེན་ཆོས་ཀྱི་བློ་གྲོས་ཀྱིས་ཨེ་ནི། ད་བྱས་ན། རྒྱལ་དབང་སྐུ་མགོ། ཆབ་བདུད་ཀྱིས་ད་རྒྱ་གར་ལ་ཕེབས་ཐུབ་མདོག་ཁ་བོ་རེད། བཀའ་མོལ་འདི་བྱུང། བྱས་ཙང་ང་ཨེ་ནི་དེ་བྱེད་ཀྱི་མ་རེད།

བརྩོན་འགྲུས་བརྩམས་པའི་བརྩོན་འགྲུས་ཀྱིས་བསྟན་འགྲོ་ལ་ལོ་མ་བཞི་ཟག་ལུང་འདྲེན་འདི་གནང་བྱས། ཨེ་ངས་དེ་དུས་ཞུས་སོང་ཨ་ཅག་དྲིན་དུ་དྲིན་དུ་དྲིན་དུ། ཅག་དུ་ཡོག་མེད་དེ་དུས་ཡོད་པས་རིམ་བཞིན་ཡོག་མ་རེད། ཡོག་དེ་དུས་ངས་དེ། རིམ་བཞིན་མེ་འབྲས་བཤད་པ་གསུངས་ས་རེད་བྱས་རེད་ངས་མ་དེ་ཞུས་ཡིན། དེ་རིང་རིམ་བཞིན་མེ་འབྲས་ལྗགས་བཤད། རིམ་བཞིན་བཀའ་མོལ་འདི་ཕྱི་དགྲ་གསལ་བོ་མེད་པ་ཡིན་ས་ཡག་པོ་ད་གོ་མི་འདུག་སྟེ། ཨེ་ནས་ཨིན། རིན་པོ་ཆེའི་བརྩོན་འགྲུས་རྩ་བའི་བརྩོན་འགྲུས་ཀྱི་གཏན་སྒྲོག་དེ་བློ་རུ་མ་ཞི་སར་ལུང་དུ་དྲངས་གནང་སོང་ཨང། འདི་ང་ལོ་རྒྱུས་ཤེས་ཀྱི་ཡོད། ལྷན་སར་རིག་གནས་གསར་བརྗེ་མ་བྱུང་གོང་དེ། ང་དགོང་དྲག་ཞིག་གཉིད་ལམ་ལ་ཡ། ང་ལྷན་ས་གཙུག་ལག་ཁང་དུ་སླེབས་ཤིང། གཙུག་ལག་ཁང་དུ་ཧུར་བཤགས་མཆོད་མཇལ་ལ་ཕྱིན་རྗེས། རང་བྱུང་ངང་སྟེང་གི་མདུན་དེར་སླེབས་པ་དང། ཡེ་ནས་རང་བྱུང་ངང་སྟེང་གི་སྐུ་དེ་ང་མིག་ཟུང་བསྐྱུན་གྱིས། ཡར་ཤོག་ཟེར་ནས་མིག་ཟུང་བསྐྱུན་གྱིས། ཨེ་དགའ་པོ་ཞུ་བྱུང་ཨེ་ནི་ཡག་ཕྱིན་ཆད་རང་བྱུང་ངང་ལྡན་གི་མགུལ་ཡང་ནས་དུག་ལ་ཀ་དུག་ཁྱུད་བྱེད་ཨེ་དུག་བྱེད་ཨེ་ཁྱུད་བྱེད་དད་ཡི་སྐྱིད་པོ་ཞུ་བྱུང་སྐྱོ་ཡི་སྐྱོ་ངན་རོ་སེམས་སྐྱོ་ཡི་སྐྱོ་ངན་རོ་དགའ་ཡི་དགའ་ངན་རོ་ཅིག་བྱོས་ཨེ་ནི་རང་བྱུང་ངང་ལྡན་གི་ཞལ་ནས་མ་བརྩོན་འགྲུས་བརྩམས་པའི་བརྩོན་འགྲུས་ཀྱིས་ཟེར་ཚིག་གཞན་ནི་མ་གསུངས་ཨེ་ནི་ངས་ཉམས་རྟོགས་བརྟན་པའི་བརྩོན་འགྲུས་བརྩམས་པའི་བརྩོན་འགྲུས་ཀྱིས་བསྟན་དོན་ལེ་ལོ་མ་བགྱིས་ཤིང་སྟོབས་དང་ལྡན་པའི་ལུས་སེམས་ཀྱི་བརྩོན་འགྲུས་ཕ་རོལ་ཕྱིན་བཟོ་ཤོག་ཟེར་ཡག་གི་ཚིག་བཞིན་དུ་སྐྱོ།

ལྡི་ལི་ལ་ཡོད་སྡེ་བའི་དགེ་ལུགས་ཚོགས་པ་ཅིག་ཅིག་ཡིན་ཟེར་ནས་ང་ཡི་གེ་ཅིག་འཇོག་སོང། སློབ་དཔོན་སྐུ་བཞག་ན་འགྲིག་གི་མི་འདུག། བྱས་ནས། རྗེ་རུ་ཅིག་སྐུ་བཞག་དགོས་ཡོད་མ་གཏོགས་སློབ་དཔོན་རུ་ཅིག་སྐུ་བཞག་ན་འགྲིག་གི་མི་འདུག་ཟེར་ནས་ང་ཡི་གེ་འཇོག་སོང། དེའི་ཁ་ཐུག་སྟེ། རིག་གནས་གསར་བརྗེའི་རྗེས་ལ་ཡ། རྗེ་རུ་ཅིག་སྐུ་གདུང་དགའ་ལྡན་ལ་ཡ། གཏོར་བཤིག་ཕྱིན་པ་རེད་ཟེར་ནས།